ལྔ་པ་ལས་ཕྱི་སྒོར་བ་འཛིན་བཟུང་དང་བཙོན་ཐག་བཅད་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུའི་ཉིན་དེའི་ཡས་མས་སུ། སེམས་དཔའི་རྩེའི་སྤྱི་སྒྲུབ་གཉེར་གྱིས་མི་མང་གིས། ངོ་རྒོལ་ལས་འགུལ་དང་འབྲེལ་བ་ཡོད་པའི་དོགས་གཞིའི་འོག་རྔ་པ་རྫོང་སྤྲོ་ཚིགས་ཤང་བཀག་ཉར་སྡེ་བའི་བར་མ་ཚང་གི་དཔལ་འབྱོར་རང་ལོ་སུམ་ཅུ་སོ་བརྒྱད་ཡིན་པ་ཁོང་འཛིན་བཟུང་གིས་བཀག་ཉར་བྱས་ཡོད་ལ། ཁོང་སེམས་པའི་ཚེ་བཅུ་དྲུག་གི་མོས་མ་ཡར་ལངས་སྐབས་མཉམ་ཞུགས་བྱས་པའི། ཉེས་མིང་གཡོགས་ནས་འཛིན་བཟུང་བྱས་པ་ཡིན་ཞིང་རྗེས་སུ་ཤེས་རྟོགས་བྱུང་བར་ཁོང་བཀག་ཉར་བྱས་རྗེས་ཟླ་བ་ཁ་ཤས་རིང་གཅར་རྡུང་མནར་གཅོད་དྲག་པོའི་མྱངས་མཐར། ལོ་གསུམ་གྱི་དུས་བཀག་བཙོན་འཇུག་གིས་ཐག་གཅོད་བྱས་ཏེ། སི་ཁྲོན་གྱི་མེ་དབྱང་ཞེས་པའི་ས་གནས་ཀྱི་བཙོན་ཁང་ཞིག་ཏུ་བཙོན་འཇུག་བྱས་ཡོད་འདུག། ཁོང་གི་ཕ་མི་ལ་རྒྱ་མཚོ་ཞུ་བ། སྔ་མོ་ནས་འདས་ཟིན། མ་མི་ལ་སྒྲོ་མཚོ་ཞུ་བ། སྙིང་གི་ན་ཚ་ཡོད་སྟབས། ཁོང་འཛིན་བཟུང་བྱས་པ་ནས་ཟླ་བ་གསུམ་ལྷག་སོང་རིང། ཁོང་འཛིན་བཟུང་བྱས་པའི་སྐོར་གསང་བ་བྱས་ཏེ་ཤེས་སུ་ཆུབ། ཤེས་སུ་འཇུག་ཐུབ་མེད། ཁོང་གི་ཁྱིམ་དུ་འཚོ་བའི་གནས་ཁང། ཁོང་གི་ཁྱིམ་དུ་འཚོ་བའི་ཡོང་ཁུངས་གང་ཡང་མེད་པས། བཟའ་ཟླ་དང་ཕྲུ་གུ་གཉིས་བཅས་ནང་མི་གསུམ་ཡོད། ཁམས་སྦ་ཐང་ནས་ངོ་རྒོལ་སྐད་འབོད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་སྟེ་ལོ་ཟླ་དང་པོའི་ཚེས་བཅུ་བདུན་ཉིན་སྦ་ཆོས་སྡེ་དགོན་གྱི་བྱམས་པ་གདན་འདྲེན་སྐབས། གོང་ས་མཆོག་གི་སྐུ་པར་ཆེན་པོ་ཞིག་གདུགས་ཀྱི་འོག་ནས་དོང་རྒྱ་གླིང་གི་གནས་བསུས་ཏེ་རྫོང་གྲོང་ཁྱེར་ནང་གདན་འདྲེན་ཞུས་ནས་མཆན་སྐབས་ཉེན་རྟོག་པས་བཀག་འགོག་བྱས་པར་བརྟེན། གྲྭ་པ་དང་ཉེན་རྟོག་པའི་བར་འཁྲུག་འཛིང་ཤོར། སྐབས་དེར། འབའ་ཐང་རྫོང་གྲོང་ཁྱེར་དང་འབའ་ཆོས་སྡེ་དགོན་པ་གཉིས་ཀ་དྲག་ཆས་དམག་མིས་ལྟ་སྲུང་འོག་གནས་ཡོད་པ་མ་ཟད། དུས་དེ་ནས་བཟུང་རྒྱ་གཞུང་གིས་འབའ་ཐང་ནང་ཕྱི་ཕྱོགས་ཀྱི་ཁ་པར་སོགས་བརྒྱུད་ལམ་ཁག་ལ་བཀག་སྡོམ་ནན་པོ་བྱས་པར་བརྟེན་གོང་གསལ་སྐད་འབོད་བྱེད་མཁན་སུ་ཡིན་མིན་དང་གྲྭ་བ་དང་ཉེན་རྟོག་པའི་བར་འཁྲུག་འཛིང་སྐབས་རྨས་སྐྱོན་ཤོར་ཡོད་མེད་དང་གྲྭ་བ་ག་ཚོད་འཛིན་བཟུང་བྱས་ཡོད་མེད་ཀྱི་གནས་ཚུལ་གསལ་པོ་ཤེས་རྟོགས་ཐུབ་ཀྱི་ཡོད་མི་འདུག། དེའི་སྔོན་གྱི་ཟླ་གསུམ་པའི་ཚེས་བཅུ་ཉིན་ཏེ། སུམ་ཅུ་དུས་དྲན་ཉིན། ཁམས་འབའ་ཐང་རྫོང་གི་གྲོང་ཁྱེར་ནས། སློབ་ཕྲུག་གཉིས། སློབ་ཕྲུག་གཉིས་ཀྱིས་བོད་ལ་རང་དབང་རང་བཙན་དགོས་པ་དང། རྒྱལ་བ་རིན་པོ་ཆེའི་སྐུ་ཚེའི་ཁྲི་ལོ་བརྟན་པར་ཤོག། ཟེར་ནས་སྐད་འབོད་བྱེད་སྐབས། དུས་ཡུན་སྐར་མ་བཅུ་ཡས་མས་ཀྱི་མཚམས་སུ་ཉེས་རྟོག་མི་སྣས་འཇུ་བཟུང་བྱས་ཡོད་ཀྱང། མིང་ཐོ་གསལ་པོ་ཤེས་རྟོགས་བྱུང་མེད་ན་ཡང། དེ་ནས་བཟུང་འབའ་ཐང་རྫོང་གི། ལམ་གྱི་སུམ་དུ་ཡོད་ཚད་དང། མི་མང་འཛོམས་ཆེ་ས་སོགས་ལ། དྲག་ཆས་སྤྲས་པའི་དམག་མི་འབོར་ཆེན་བཀྲམ་ནས་བཀག་སྡོམ་བྱས། རྔ་བ་ཀིརྟི་དགོན་པར་རྒྱལ་སྤྱིའི་ཆོས་བརྒྱུད་ཀྱི་སློབ་གསོ་ཟེར་བ་སྤེལ་འགོ་བཙུགས། ཕྱི་ལོ་ཉིས་སྟོང་བཅུ་གཅིག་འདས་ཟིན་པའི་ཚེས་ཉེར་གཅིག་ཉིན་ནས་བཟུང་ཀིརྟི་དགོན་པའི་ནང་ཕེབས་པའི། ཞིང་ཆེན་དང། ཁུལ་གྱི་ལས་བྱེད་རྣམས་ཀྱིས་དགོན་པའི་དགེ་ལྡན་པ་རྣམས་ལ། ཁྲིམས་ལུགས་སློབ་གསོ་ཟེར་བའི་མིང་ཐོག་ནས་དེ་སྔའི་རྒྱལ་གཅེས་ཆོས་གཅེས་སློབ་གསོའི་ལས་འགུར་ཟེར་བ་བསྐྱར་དུ་སྤེལ་འགོ་ཚུགས། དེ་ཡང་ཉིན་དེའི་བོད་ནང་གི་སྔ་དྲོ་ཆུ་ཚོད་བརྒྱད་ནས་འགོ་འཛུགས་བྱ་རྒྱུ་བྱས་ཏེ། རྒྱ་དཔོན་རྣམས་སླེབས་ཡོད་ཀྱང། དགེ་ལྡན་པ་རྣམས་འཛམ་མེད་དཔལ། ཡབ་དཔོན་གཙོས་བསྒོམ་པའི་ལས་སྣེ་རྣམས་ལ་བཙན་བཀའ་བཏང་ནས་ལས་སྣེ་རྣམས་གྲྭ་ཤག་མང་པོ་ཞིག་ལ་རེ་རེ་བཞིན་ཕེབས་ཏེ་དགེ་ལྡན་པ་རྣམས་མདུན་ཁང་གི་སྒོ་འབྱེད་དུ་འཛམ་པའི་རེ་སྐུལ་གནང་བ་ལྟར། དགེ་ལྡན་པ་ཉིས་བརྒྱ་ལྷག་འཛོམས་ཡོད་པ་དང། དུས་ཚོད་བཅུ་ཙམ་ལ་རྒྱ་དཔོན་ཚོས་གཏམ་བཤད་མགོ་འཛུགས་བྱས་ཡོད་ཡང། རྒྱའི་ལས་བྱེད་སྐོར་ཞིག་དྲ་ཤ་མང་པོའི་ནང་ཉུལ་ནས་གྲྭ་པ་མང་པོ་ཞིག་ཚོགས་འདུ་དེར་བཙན་ཤེད་ཀྱིས་ཁྲིད་ཡོད་འདུག་ཉིན་དང་པོར་རྔ་པ་རང་སྐྱོང་ཁུལ་གྱི་ཆོས་ལུགས་ལས་ཁུངས་ཀྱི་མགོ་གཙོ་ཚོགས་འདུ་གཙོ་སྐྱོང་དང་གཏམ་བཤད་མང་པོ་བྱས་ཡོད་པར་ནང་དོན་གཙོ་བོ་ལྔ་པ་ཀི་ཏི་དགོན་པ་གཞུང་སྒར་གཉིས་ཀྱིས་རྒྱལ་ཁབ་ཀྱི་ཁྲིམས་ལུགས་དང་ཡུལ་གྱི་བདེ་འཇགས། མི་རིགས་མཐུན་སྒྲིལ་དང་བརྟན་ལྷིང་ལ་བརྩི་འཇོག་མ་བྱས་ཚུར་སྔོན་ཆད་རིམ་པས་ལས་འགུལ་མང་པོ་དྲངས་ཏེ་དགོན་པ་གཞུང་སྒར་གཉིས་ལ། སྐྱོན་བརྗོད་ནན་པོ་བྱས་ཡོད་ལ། ལྷག་པར་དུ། གྲྭ་བློ་བཟང་ཕུན་ཚོགས་མཆོག་གི་སྐུ་ལུས་མེ་བསྲེགས་སྐབས་རྒྱ་ལག་ནས་ཁོང་འཁྲུངས་མཁན་ཚོར་མི་བསད་པའི་ཉེས་འཛུགས་ཀྱང་བྱས་ཡོད། ཡང་ཀིརྟི་དགོན་པའི་ནང་ལ་གཟུགས་པོ་མེ་བསྲེགས་གཏོང་མཁན་གྱི་ཚོགས་པ་ཞིག་ཡོད་པས་ད་ཐང་དགོན་པ་དང། གཉེན་འབྲེལ་བྱས་ནས་དེས་རྩ་མེད་བཟོ་དགོས་ལུགས་སོགས་བརྗོད་ཡོད། དགའ་ཐང་གི་བསླབ་གསོ་ཟེར་བའི་ལས་འགུལ་སྤེལ་མཁན་གྲས་སུ་གྲྭ་བ་ཚོས་ཤེས་རྟོགས་ལྟར་ན། སི་ཁྲོན་ཞིང་ཆེན་གྱི་སྲིད་ཁྲིམས་ཁང་གི་ལས་བྱེད་ཁག་ཅིག་དང། རྔ་པ་རང་སྐྱོང་ཁུལ་འཐབ་ཕྱོགས་གཅིག་གྱུར་ཁང་གི་མགོ་གཙོ་དང་མགོ་གཙོ་གཞོན་པ་ཚོ། ལས་ཁུངས་དེའི་ལས་བྱེད་ཁག་ཅིག་རྔ་པ་རང་སྐྱོང་ཁུལ་གྱི་ཆོས་ལུགས་ལས་ཁུངས་ཀྱི་མགོ་གཙོ་མཚོན་པའི་ལས་བྱེད་ཁག་ཅིག་རྔ་པ་རྫོང་གི་རྫོང་དཔོན་སོགས་ཀྱི་གྲོས་པའི་ལས་དོན་རུ་ཁག་ཅིག་ཡིན་འདུག་རྒྱ་དཔོན་ཚོས་འཆར་གཞི་ལྟར་ན། བོད་ནང་གི་ཞོགས་པའི་དུས་ཚོད་བརྒྱད་པ་ནས་བཅུ་གཉིས་བར་དང། ཉིས་བརྒྱའི་དུས་ཚོད་གཉིས་པ་ནས་དྲུག་པ་བར་སློབ་གསོ་ཚོགས་འདུ་འཚོགས་རྒྱུ་ཡིན་ཡང། ཉིན་དང་པོར་དུས་དེར་ཕེབས་མཁན་མ་བྱུང་བའི་དབང་གིས། ཕྱི་ཚེས་ཉི་ཤུ་གཉིས་ཉིན། ཕྱི་ཚེས་ཉི་ཤུ་གཉིས། ཉེས་ཆད་ཡོད་དུ་ཆུ་ཚོད་དང་པོ་བར། རྒྱ་དཔོན་ཚོ་གྲྭ་ཤག་རེ་རེ་བཞིན་ཉུལ་ནས། གྲྭ་ཤག་རེ་རེའི་ནང་ལ་གྲྭ་པ་ག་ཚོད་ཡོད་མེད་དང། གྲྭ་པ་ཚོས། གྲྭ་པ་ཚོ། ལོ་ག་ཚོད། མིན། ས་གནས་གང་གི། ཡིན་པ་སོགས། ཐོ་འགོད། བྱེད་དགོས་པའི་སྔ་དྲོ་ཚོགས་རྒྱུ། མེད་པར་དགེ་ལྡན་པ་རྣམས་སོ་སོའི་གྲྭ་ཤག་ལ་སྡོད་དགོས་ལུགས་བརྗོད་ཡོད་འདུག་ཉིན་རྒྱབ་དུས་ཚོད་དང་པོ་ནས་སྔར་བཞིན་རྡོ་གཅལ་དུ་འཛོམས་དགོས་ཚུལ་བརྗོད་ཡོད་འདུག།

འདུམ་འགྲིག། མི་དམངས་འདུམ་འགྲིག་གི་སྐོར་གྱི་རྩ་ཁྲིམས། ཞེས་པའི་དེབ་གསུམ་དགེ་ལྡན་པ་རྣམས་ལ་རེ་རེ་བཞིན་སྤྲད་ནས། ཕྱི་ཚུལ་དུ་གྲྭ་པ་རྣམས་ཀྱི་རྩ་ཁྲིམས་དང་བཅའ་ཁྲིམས་ཀྱི་གོ་སྐབས་དཔེར་ཡོད་ཚུལ་བརྗོད་ཡོད། ཟླ་བཞི་པའི་ཚེས་བཅོ་གསུམ་ཉིན་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་ཟེར་བའི་ལས་འགུལ་སྤེལ་མཁན་གྱི་རྒྱ་དཔོན་ཚོའི་བརྗོད་དོན། དགོན་པའི་ནང་ཡོད་པའི་ལས་དོན་རུ་ཁག་གི་ལས་ཀ་མཇུག་མ་རྫོགས་བར་དུ་གནད་དོན་ག་རེ་བྱུང་ཡང་གྲྭ་པ་གཅིག་ཀྱང་ཕྱི་ལ་ཐོན་མི་ཆོག་ཚུལ་དང། ལས་མཇུག་མགྱོགས་པོ་རྫོགས་མིན་གྲྭ་པ་ཚོས་སློབ་གསོ་དང་ལེན་བྱེད་མིན་ལ་རག་ལས་ཚུལ་བརྗོད་ཡོད། ཕྱི་ཟླ་བཞི་པའི་ཚེས་བཅུ་བཞི་ཉིན་རྔ་བ་རང་སྐྱོང་ཁུལ་གྱི་འཐབ་ཕྱོགས་གཅིག་གྱུར་ཁང་གི་འགོ་ཁྲིད་གཙོ་བོ་གྱུར་པའི་རྒྱ་ཡི་དཔོན་པོ་ཁག་གཅིག་དང་དགེ་ལྡན་པ་ཉུང་ཤས་ཤིག་ལྷན་དུ་ཚོགས་འདུ་མི་སེར་བ་ཞིག་ཚོགས་ཡོད་པ་དང། སྐབས་དེར་དགེ་ལྡན་པ་རྣམས་ཀྱིས་ས་གནས་ས་ཐོག་གི་དངོས་ཡོད་ཀྱི་དཀའ་ངལ་ག་རེའི་འབྱུང་མིན་འགྲེལ་བརྗོད་ཞིབ་ཅིང་ཕྲ་བ། དངོས་བྱུང་གི་དཔེ་དང་བཅས་ཏེ་གསུངས་པ་དང་ལྷག་པར་དུ་རྔ་བ་ཀིརྟི་དགོན་གྱི་བསླབ་བྱའི་སྒོ་བརྒྱབ་པ་སོགས་ཀྱི་གནད་དོན་མང་པོ་ཞིག་གླེང་སློང་ཤུགས་ཆེན་པོ་གནང་ཡོད་ཀྱང་རྒྱ་དཔོན་ཚོས། འཛིན་གྱི་ཡོད་པའི་ལན་འདེབས་གང་ཡང་བྱས་མི་འདུག་ཤོག་གྲངས་ཉི་ཤུ་རྩ་དྲུག་ལས། ཟླ་བཞི་པའི་ཚེས་བཅོ་ལྔ་ཉིན་ཡ་མན་ཞིག་ནས་རྔ་བ་རྫོང་ཐོག་ལ་ཡོད་པའི་གཞུང་གི་ལས་བྱེད་ཐ་ན་སློབ་གྲྭའི་དགེ་རྒན་ཚུན་ཆོད་ལྔ་བ་ཀིརྟི་དགོན་པའི་དགེ་ལྡན་པ་རྣམས་ལ་རྒྱལ་སྤྱིའི་ཆོས་བརྒྱུད་ཀྱི་བསླབ་གསོ་ཟེར་བ་སྤེལ་མཁན་གྱི་རྒྱ་ཡི་དཔོན་པོ་ཚོས་རྒྱ་དཔོན་ལྟ་བུའི་ལས་འགུལ་ནང་མཉམ་ཞུགས་བྱེད་དུ་བཅུག་ཡོད་པ་མ་ཟད། མཛོད་དགེ་སོགས་རྔ་བ་རང་སྐྱོང་ཁུལ་གྱི་རྫོང་ཁག་གཞན་ནས་ལས་བྱེད་པ་མང་པོ་ཞིག་ཀྱང་སླེབས་ཡོད་པ་དང། དགེ་ལྡན་པ་ཚོས། ཚོད་རྩིས་བྱེད་པ། ལས་བྱེད་པ། དྲུག་བརྒྱ་ནས་བདུན་བརྒྱ་བར་ཡོད་ཚུལ་བརྗོད། དགོན་པའི་འདུན་ཁང་མདུན་གྱི་རྡོ་གཅལ་སྒང་ནས་ལས་བྱེད་པ་རྣམས་རྐུབ་སྟེགས་ཐོག་ཁ་དམར་འཁོར་ནས་བསྡད་དེ། དགེ་ལྡན་པ་རྣམས་རྡོ་གཅལ་འོག་ནས་ཁ་ཡར་འཁོར་ནས་ཞུ་དགོས་ཀྱི་ཡོད་འདུག་ལ། ཚོགས་འདུའི་སྐབས་སྐད་ཆ་བཤད་མཁན་གཙོ་བོ་རྔ་པ་རང་སྐྱོང་ཁུལ་གྱི་འཐབ་ཕྱོགས་གཅིག་གྱུར་ཁང་གི་འགོ་འཛིན་ཅིང་པུ་ཀྲང་དང། འགོ་གཙོ་གཞོན་པ་ཚའེ་པུའུ་ཀྲང་ཞེས་པ་གཉིས་ཡིན་འདུག་ཁོ་ཚོའི་བརྗོད་དོན། དགོན་པ་གཏོར་བཤིག་མི་གཏོང། ཆོས་སྒོ་རྒྱག་མི་རྒྱག་ང་ཚོ་ལ་སྐད་ཆ་གང་ཡང་མེད་པར་དེ་ནི་ཁྱེད་རང་ཚོས་སླབ་གསོ་དང་ལེན་བྱེད་མིན་གྱི་རྣམ་འགྱུར་ལ་རག་ལས་པ་ཞིག་ཡིན་པས་ཁྱེད་རང་ཚོས་གདམ་ག་ཡིན་ཚུལ་བརྗོད་ནས་འཇིགས་སྐུལ་བྱས་ཡོད། ཡང་དགོན་པའི་དགེ་ལྡན་པ་ཁག་ཅིག་གིས། ཕྱི་ལོགས་ལ་གནས་ཚུལ་འགྲེལ་བརྗོད་བྱེད་ཀྱི་ཡོད་པས་དེ་ཚོ་ཚོད་མ་ཟིན་ན་རང་དགར་མི་འཇོག་ཚུལ་ཤོད། རང་དགར་མི་འཇོག་ཚུལ་ནན་བརྗོད་བྱས་ཡོད་པ་དང། དེ་བཞིན་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་ད་བར་སྐད་དོད་སྒོམ་པའི་དགེ་ལྡན་པ་ཚོས་ངོ་རྒོལ་ལས་འགུལ་རྒྱུན་མཐུད་ནས་བྱས་ཡོད་པས་རྔ་པའི་སྤྱི་ཚོགས་ཁྱོན་ཡོངས་ནས་བདེ་འཇགས་ཀྱི་གནས་སྟངས་ལ་གཏོར་བཤིག་ཚབས་ཆེ་བཏང་ཡོད་པ་མ་ཟད། ད་ལྟ་ད་དུང་ལས་འགུལ་རྒྱུན་མཐུད་འདོད་ཀྱི་དམིགས་ཡུལ་གསལ་པོ་ཡིན་པས་སྤྱི་ཚོགས་ཀྱི་མིག་ནང་དུའང། སྣ་བརྙན་ཡག་པོ་ཞིག་མེད་ཚུལ་སོགས་ཀྱི་ཁ་རྡུང་སྣ་ཚོགས་བཏང་ཞིང། རྒྱ་གཞུང་དང་དེའི་སྲིད་ཇུས་ཀྱིས་བཟོས་པའི་ནག་ཉེས་ཡོད་ཚད་དགོན་པའི་དགེ་ལྡན་པ་རྣམས་ཀྱི་སྒང་ལ་གཡོག་ཡོད་འདུག་དགོན་པའི་ནང་ལ། རིགས་མི་འདྲ་བའི་ཉེས་རྟོག་དམག་མི་མང་པོ་མཉམ་འབྲེལ་བྱས་ནས་དམ་བསྒྲགས་དང་ལྟ་སྲུང་བྱེད་མུས་ཡིན་པ་དང། དགོང་མོའི་དུས་ཚོད་བརྒྱད་པའི་རྗེས། མི་གཅིག་ཀྱང་གྲྭ་ཤག་གི་གཞི་ལ་ཐོན་མི་ཆོག་པ། དེ་རྗེས་གླིང་དཔར་ལ་ལྟ་སྲུང་བྱེད་མཁན་གྱི་ཉེས་རྡོ་དམག་མི་སོགས་ལ་ཐུག་པའི་དགེ་ལྡན་པ་རེ་ཟུང་ལ་རྡུང་རྡེག་དྲག་པོ་བཏང་ཡོད་པ་མ་ཟད། ཉིད་དེའི་མཚན་མོ། དགོན་པའི་གླིང་བར་ལ་ལྟ་སྲུང་བྱས་ནས་ཡོད་པའི་གྲགས་ཆེའི་ཉེན་རྟོག་པ་སྐོར་ཞིག་གིས་རླངས་འཁོར་གྱིས་ཀི་ཏུ་དགོན་པའི་བྲག་དཔེ་འཁོག་གྲྭ་ཤག་གི་ར་བའི་ངོས་སུ་བརྒྱབ་ནས་ར་བ་གཏོར་བ་སོགས་བྱུང་ཡོད། ཕྱི་ཟླ་བཞི་པའི་ཚེས་བཅུ་དྲུག་ཉིན་གནས་ཚུལ་འབྱོར་བར། སྐབས་དེ་དག་ཏུ་གྲགས་ཅན་ཉེན་རྟོག་པ་དང་མི་སེར་ཉེན་རྟོག་པ་སོགས་དུས་ཚོད་ངེས་མེད་ཀྱི་དྲན་ཤ་ནང་འཛུལ་ནས། གང་ཡིན་འདི་ཡིན་མེད་པའི་མི་ཞིག་བཟུང་སྟེ་མི་དེ་ཁྱོད་ཚོའི་ནང་ལ་ཨེ་ཡོད་ཟེར་ནས་དྲིས་ཤིང། མི་དེ་འདྲ་ཞིག་གཏན་མེད་ཚུར་བརྗོད་པར་གྲངས་བཤད་བྱས་མ་སོང་ཚུར་བརྗོད་དེ་གཅར་རྡུང་གཏོང་བ་དང་གྲྭ་ཤག་ནང་ཡོང་གྲྭ་ཤག་ནང་ཡོང་ལ་གངས་ལྗོངས་ཀྱི་སྔོག་བཤེར་བྱས་པ་དང་མཉམ་དུ་གྲྭ་པ་རྣམས་ཀྱིས་མི་མཐོང་སར་དགྲ་ལན་འཕྲུལ་ཆས་གསང་སྟབས་ཀྱིས་བཞག་སྟེ་གྲྭ་པ་རྣམས་ཀྱི་རྒྱུན་དུ་ག་རེ་བྱེད་ཀྱི་ཡོད་མེད་ལ། གསང་མྱུལ། ཅེས་པ་དངོས་སུ་ར་འཕྲོད་བྱུང་ཡོད་པ་དང། ད་དུང། དཔྱ་དངུལ་མང་པོ་རྐུ་འཕྲོག་གི་གནས་ཚུལ་ཡང་ཡང་བྱུང་ཡོད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཞི་པའི་ཚེས་བཅུ་བདུན་ཉིན། དེ་སྔ་ཡོད་བཞིན་པའི་རྒྱ་གཞུང་གི་ལས་བྱེད་པའི་ཐོག་རྔ་བ་རང་སྐྱོང་ཁུལ་ཁུངས་སྐྱེལ་མཛོད་དགེ་རྫོང་དང། མའོ་རྫོང། ལུང་གུ་རྫོང། བཀྲ་ཤིས་གླིང་རྫོང། སོགས་ཀྱི་ལས་བྱེད་པ་ཧ་ཅང་མང་པོ་ཞིག་ཀྱང། རྒྱལ་སྤྱིའི་ཆོས་བྱེད་ཀྱི་བསླབ་གསོ་ཟེར་བ་སྤེལ་མཁན་གྱི་གྲས་སུ་མཉམ་ཞུགས་བྱེད་བཅུག་ཡོད་ལ། གནས་ཚུལ་འགྲེལ་བརྗོད་པས་བརྗོད་དོན་ལྟར་ན། ཉིན་དེར་དགོན་པའི་ནང་ལ་ལས་བྱེད་པ་བརྒྱད་བརྒྱ་ཡས་མས་སླེབས་ཡོད་ཚུལ་དང། ཉིན་དེར། སློབ་གསོ་སྤེལ་སྟངས་དེ་སྔ་དང་མི་འདྲ་བར། གྲྭ་པ་རེ་རེ་བཞིན་འཚོ་བའི་སུ་ཡར་ལངས་བཅུག་ནས། དྲི་བར་ལན་བཏབ་དང། བསམ་ཚུལ་ཤོད་དུ་འཇུག་སྐབས། དགོན་པའི་དགེ་ལྡན་པ་ཚོས་རྒྱ་གཞུང་གི་ལས་བྱེད་པའི་འདོད་པ་དང། ཐོན་པའི་དྲིས་ལན་དང་བསམ་ཚུལ་གཅིག་ཀྱང་མ་བཤད་པའི་རྐྱེན་གྱིས། ད་དུང་ཡང་ཁྱོད་ཚོ་སློབ་གསོ་རྣམས། སློབ་གསོ་སློབ་གསོས་རྣམ་འགྱུར། ཇེ་ལོགས་སུ་སོང་མི་འདུག་པས། སློབ་གསོ་དུས་ཡུན་རིང་དུ་འགྲོ་རྒྱུ་ཡིན་ཚུལ་བརྗོད། དེ་མིན། དགོན་པའི་ཕྱི་ནང་གི་དམ་དྲག་བྱེད་སྟངས། ཚང་མ་སྔར་མུས་བཞིན་དང་དགོན་པའི་བྱང་ཕྱོགས་སུ་ལྕགས་རི་མེད་པའི་ས་སྟོང་ལ། དང་པོ་ལྕགས་རྩེར་གྱི་ར་བ་བརྒྱབ་ཅིང་དེ་རྗེས་ཨར་འདམ་གྱི་རྩིག་པ་རྒྱག་བཞིན་པ་ཚང་མ་ཡོངས་སུ་ལེན་རྒྱུ། འགྲིམས་འདུག་སྐབས། ལས་ཞུགས་འགྲིམས་འདུག་སྟབས། སྐབས་དེ་ནས་བཟུང། དགོན་པའི་ཕྱི་ནང་དུ། འགྲོ་འོང་བྱེད་ས་ཕྱོགས་གསུམ་གྱི། སྒོ་ཆེན་གསུམ་པོ་མ་གཏོགས་གཅིག་ཀྱང་མེད་པར་གྱུར་ཏེ། དམ་དྲག་བྱེད་རྒྱུ་སྔར་ལས་ཀྱང། སྟབས་བྱེད་དེར་གསུངས་ཡོད། དགེ་ལྡན་པ་རེ་ཟུང་འཁོར་ཁང་འོག་གི་ཕྱི་འགྲོ་སའི་རྐང་ལམ་ནང་བསྣོལ་ཏེ་ཕྱིར་བྲོས་ཡོད་པའི་གནས་ཚུལ་བྱུང་སྟབས། འཁོར་ཁང་ཁག་གི་ཕྱི་འགྲོ་སའི་རྐང་ལམ་དག་ཀྱང། ཨར་འདམ་གྱིས་བཅད་དེ་དགོན་པ་ཡོངས་སུ་བཙོང་མཁན་ཞིག་ལ་གྱུར། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཞི་པའི་ཚེས་བཅུ་དགུ་ཉིན་སྔ་དྲོ་རྒྱལ་གཅེས་ཆོས་གཅེས་ཀྱིས་བསླབ་གསོ་ཟེར་བའི་ལས་མགོ་སྤེལ་མཁན་རྒྱ་གཞུང་གི་དཔོན་པོ་དེས་གྲྭ་པ་ཚོ་ལ་ཁྱོད་ཚོ་འགྲོ་ཤེས་འདུག་ཤེས་མ་བྱེད་ཚེ་སྐར་མ་གཅིག་རིང་ཁྱོད་ཚོ་རྩ་མེད་བཟོ་རྒྱུའི་དབང་དང་སྟབས་ཤུགས་ང་ཚོར་ཡོད་ཚུལ་སོགས་བརྗོད་ནས་འཇིགས་སྐུལ་དང་སློབ་གསོ་ཟེར་བའི་ལས་འགུལ་སྐབས། རྒྱ་གཞུང་གི་མི་སྣས་བཤད་པའི་སྐད་ཆ་དེ་ཕྱི་ཕྱོགས་སུ་བཤད་རྒྱུ་ཕར་ཞོག་རང་གི་ཕ་མ་ལའང་གཏན་ནས་བཤད་མི་ཆོག་པའི་བཙན་བཀའ་ནན་མོ་བཏང་ཡོད་འདུག་པ་དང་སྐད་ཆ་གོ་བགོས་མཁན་དེ་ཚོ་གྲྭ་པ་རྣམས་ཡིན་པ་ལས་གཞན་མ་ཡིན་ཚུར་ཡང་བརྗོད་ཡོད། ཕྱི་དྲོ་གྲྭ་ཤག་རེ་རེ་བཞིན་དུ་དྲག་ཆས་ཉེན་རྟོག་པ་དང་མི་སེར་ཉེན་རྟོག་པ། ལས་བྱེད་པ་བཅས་མི་བཅུ་སྐོར་བཅུ་སྐོར་བཅུ་སྐོར་བྱས་ནས་ཡོང་སྟེ་གྲྭ་པ་རེ་རེ། སྐད་ཆ་དྲི་བ་དང་བསམ་ཚུལ་བཤད་འཇུག་པ་སོགས་ཀྱི་གནས་ཚུལ་བྱུང་འདུག་ལ། སྐབས་དེར་གྲྭ་པ་རྣམས་ཀྱིས་བསམ་ཚུལ་བཤད་པ་དང་ལན་འདེབས་གནང་བ་དག་རྒྱ་གཞུང་གི་ལས་བྱེད་པ་ཚོའི་འདོད་པ་དང་མི་མཐུན་པ་བྱུང་སྐབས། བྲག་རྩིབས་ཀྱི། རྣམ་པས་གཅར་རྡུང་གཏོང་བ་སོགས་ཐ་ཤལ་གྱི་སྤྱོད་པ་མང་པོ་བྱུང་ཡོད་པ། དཔེར་ན། རྭ་སྐོར་ནང་གི་རྭ་སྐོར་ནང་གི། དཔེར་ན་རྭ་སྐོར་ནང་གི་ཤིང་སྡོང་དང་ཀ་བ་སོགས་སུ་བསྡམས་ནས་ཡུན་རིང་འཇོག་པ་ལྟ་བུ། མི་མང་པོར་ཐེངས་ཁ་ཤས་བྱས་ཡོད་པ་ལྟ་བུ་རེད། གྲྭ་ཤག་ནང་ལོག་ཡོངས་རྫོགས་བསྔོག་བཤེར་བྱས། ཉིན་དེའི་ཡར་སྨད་ནས་དགོན་པའི་གླིང་ཡོངས་ལ་བརྙན་ཕབ་དང་སྒྲ་ཕབ་འཕྲུལ་ཆས་མང་པོ་བཞག་ཡོད་ལ། དེ་ནས་བཟུང་ཉི་མ་རེ་རེ་བཞིན་བརྙན་ཕབ། འཕྲུལ་ཆས་སོགས་མང་དུ་བཏང་ཡོད་པ་མ་ཟད། མཐའ་ན་གྲྭ་པ་ཚོའི་གྲྭ་ཤག་ནང་ལ་ཡང་གོང་གསལ་གྱི་འཕྲུལ་ཆས་དེའི་རིགས་དངོས་གསལ་དང་དངོས་གསལ་མ་ཡིན་པ་ཅི་རིགས་ཀྱི་སྒོ་ནས་བཞག་སྟེ། གྲྭ་པ་རྣམས་ཀྱི་སེམས་གཞུང། གྲྭ་པ་རྣམས་ཀྱིས་ཉིན་མཚན་དུས་དྲུག་གི་འགྲོ་འདུག་སྤྱོད་གསུམ་རྒྱ་དཔོན་ཚོའི་ལག་མཐིལ་དུ་བླངས་ཡོད། དེ་སྔ་འཛིན་བཟུང་བཀག་ཉར་བྱས་པ་ཁག་ཅིག་གློད་བཀྲོལ་བཏང་ཡོད་ཀྱང། བདུན་ཕྲག་གཉིས་རེའི་ཟུང་ཟམ། ད་དུང་རང་མགོ་མི་ཐོན་པའི་གནས་སྟངས་འོག་ཡོད་མུས་ཡིན་པ་སོགས་བཀག་ཉར་བྱེད་རིང་དགེ་ལྡན་པ་ཚོར་གཅར་རྡུང་མནར་གཅོད་ཀྱི་གོང་རིམ་ལྟར་གོང་རིམ་སྐྱི་གཡའ་བ་བཏང་ཡོད། དཔེར་ན། གློག་ཤུགས་ཆེ་བའི་ཐབ་ཀའི་མེ་འོད་ལ་ཡུན་རིང་དང་དུས་ཡུན་རིང་པོར་བཀྱིགས་ནས་འཇོག་པ་དང། རྐང་གླ་ཚང་མ་ལྕགས་ཀྱི་ཀ་བར་ཐག་པས་བསྡམས་ནས་ལུས་ལ་གློག་རྒྱུག་གིས་གཞུག་པ་གཉིས་ཀྱི་མནར་གཅོད་གཏོང་སྟངས་དེ་གསུམ་པོར། པགས་པ་བཤུས་པ་ལྟ་བུ། འཚོ་བ་ཉིན་རེ་ཐེངས་མང་པོ་བྱེད་བཅུག་ཡོད་ལ། ཉིན་རེ་ཐེངས་འགའ་དྲན་པ་འཐོར་བཅུག་པ་སོགས་ཀྱི་གནས་ཚུལ་གྱི་རིགས་ཀྱང་ཡོང་གི་ཡོད་པ་ལྟ་བུ་རེད། སྐབས་དེའི་ཡས་མས།